སློབ་ཕྲུག་གི་མཐིལ་རྩེ་ལས་ཕྱིན་ཏེ་ངོ་མཚར་དང་ཡིད་སྨོན་གྱི་བློ་ཁ་སློབ་གྲྭ་ཞེས་པའི་ཐ་སྙད་ལ་ཆགས་ཏེ། ངས་ཀྱང་ན་མཉམ་གྱི་བྱིས་པའི་ཚོགས་བསྡུས་པའི་ཤེས་བྱའི་ལྡུམ་ར་དེར་ཤེས་རིག་གི་སྦྲང་རྩི་འཐུ་བར་བྱེད། ཉིན་དང་པོར། ཁྱེད་དང་གཅེན་པོ་གཅེན་མོ་མང་པོས་ང་ཚོར་དགའ་བསུ་དང་འཛུམ་མདངས་ཀྱིས་བསུ་བ་གནང་དུས། ངའི་སྣང་ངོར་སློབ་གྲྭ་ཞེས་པ་ངས་ཚང་ནས་སྐྱིད་ཅིག། རྩེད་གྲོགས་བརྒྱ་དང་སྟོང་གིས་བསྐོར་དུས། གནས་འདི་ནི་ཆེས་ཉམས་དགའ་བ་ཞིག་དང། མཚར་སྡུག་ལྡན་པ་ཞིག་ཏུ་བསམ། དེ་ལྟར་ཉིན་མོ་གཅིག་ནས་གཉིས། གསུམ་ནས་བཞི། རིམ་པ་བཞིན་འགྲོ་དུས་རིག་སྟོབས་སྐྱོ་བའི་བདག་ལ་མཚོན་ན་ཁྱེད་ཀྱིས་སྡིགས་མོ་དང་སློབ་གྲོགས་ཚོའི་མཐོང་ཆུང་བཅས་ལས། སྔོན་གྱི་ས་འདི་ལྷ་ཡུལ་འདི་ད་ཆ་ཆེས་མུན་ནག་དང་ཆེས་འདམ་རྫབ་ཀྱི་གནས་ཤིག་ཏུ་མཐོང་སོང། དེ་ལྟར་ངའི་བློ་ཁ་རིམ་བཞིན་གྲོང་ཚོའི་ནང་གི་ཕྱུགས་རྫི་དང། ཨ་ལེ་ཁེ། ཐ་ན་ངའི་ཕ་མ་འདྲ་བའི་ཤིང་པ་དཀྱུས་མ་ཚོར་ཆག་སྒོ་ཚུགས།

ངེད་གཉིས་སྲིད་ལ་ན་ནིང་ཀུན་མཁྱེན་སློབ་དགེའི་ཡིག་རྒྱུགས་ཀྱི་སྐར་གྲངས་ཁྱབ་བསྒྲགས་གནང་དུས། ཤེས་མེད་ངང་ཡང་འཛིན་གྲྭའི་སློབ་མ་ཡོངས་ཀྱི་རྗེས་སུ་ལུས་འདུག་དེ་དུས་ཁྱེད་རང་ནས་ང་ལ་སེམས་གསོ་གནང་རྒྱུ་ཕར་བཞག་དེ་ལས་ལྡོག་སྟེ་འཛིན་གྲྭའི་སློབ་མ་ཡོངས་ཀྱི་ཁྲོད་དུ། ས་རོ་དང། ཀླད་སྟོང། ཀླད་པ་སོགས་ངའི་ངོས་ནས་བརྗོད་ན་ཤིན་ཏུ་ནས་མི་སྙན་པའི་གཏམ་མང་དུ་སྨྲས་སོང་བ་ནི་ང་ལ་བཟོད་དཀའ་བའི་ན་ཟུག་ཅིག་སྟེར་ཞིང། ལྷག་པར་དུ་སློབ་ཕྲུག་གཞན་ཚོས་འཕྱ་སྨོད་དང་ཟུར་ཟའི་མིག་བརྡ་རེ་རེ་བཞིན་ང་ལ་བཅད་དུས། དེ་འདྲའི་སྐབས་སུ་ང་ནི་རྨ་བྱའི་ཚོགས་སུ་འཕགས་པ་ཞིག་སླེབས་པ་དང་གཉིས་སུ་ནས་མ་མཆིས། རྒན་ལགས། ང་ས་རོ་ཞིག་གཏན་ནས་མིན། སྙེ་དུས་བརྒྱུད་སློབ་གྲྭའི་ཁོར་ཡུག་དང། རང་འཛིན་གྲྭའི་ལས་རེས་སྐབས་སུ། ཁྱེད་ལྟར་གཙང་མ་བྱེད་པ་ལས་གཡོ་ཟོལ་དང་འཁྲེལ་སེལ་སླ་བཅོས་ཤིག་ད་བར་གཏན་ནས་བྱས་མ་མྱོང། ལྷག་པར་དུ་ན་ནིང་དྲུག་གཅིག་བྱིས་པའི་དུས་ཆེན་གྱི་ལུས་རྩལ་འགྲན་ཚོགས་ནང་སྙེ་སྐྱིད་པའི་མིག་བརྒྱ་ཡི་རྒྱུག་ཤར་འགྲན་བསྡུར་ནང་འཛིན་གྲྭའི་མཉམ་སྡེབ་ཀྱི་བྱ་དགའ།

འོ་ན་ང་རང་ངོ་མ་ཁྱེད་ཀྱིས་གསུངས་པ་བཞིན་ས་རུ་དང་ལེན་མེད་ཁྱེད་ཉིད་གླེན་པ་ཞིག་ཡིན་ནམ། ཁ་ཉིན་ཚེ་རིང་གིས་ངའི་སྨྱུ་གུ་གུས་པ་སློབ་གྲོགས་མང་པོས་བདེན་དཔང་བྱེད་ཐུབ་མོད། འོན་ཀྱང་ཚེ་རིང་ནི་འཛིན་གྲྭའི་སློབ་མའི་ཁྲོད་ནས་སྦྱངས་འབྲས་ཨང་དང་པོ་དེ་ཡིན་པར་བརྟེན་ཁྱེད་ནི་སྨྱུ་གུ་དེ་ངའི་མིན་པའི་ཐག་གཅོད་གནང་སོང། ངས་བརྩེ་བའི་རྒན་ལགས། གལ་ཏེ་སློབ་ཕྲུག་ཞིག་ལ་ཆ་མཚོན་ན་སྦྱངས་འབྲས་ལེགས་ན་ཁོ་ནི་ནམ་ཡང་ཕུལ་བྱུང་དང། སྦྱངས་འབྲས་ཞན་སོང་ན་ཡོད་ཚད་མཐའ་མར་འཇོག་དགོས་པ་ཡིན་ནམ། ངའི་བརྩེ་བའི་རྒན་ལགས། ངས་དུས་ནམ་ཞིག་ཁྱེད་རང་ཐུགས་དགྱེས་པའི་འཛུམ་མདངས་དེ་མཐོང་ཨེ་ཐུབ། དུས་ནམ་ཞིག་ལ་ཁྱེད་ཀྱིས་ང་ལ་ཟ་རོ་མིན་པར་ངའི་མིང་སྔོན་ནས་འབོད་པ་ཐོས་ཨེ་ཐུབ། དུས་ནམ་ཞིག་ལ་ཁྱེད་ཀྱིས་ཐུགས་གཤིས་འཇམ་པོས་ང་ལ་ཟུར་ཁྲིད་ཅིག་གནང་ཨེ་ཐུབ།